དེ་འགྲོ་བ་བྱེད། ད་ང་ཚོ་འདི་ཆགས་རེད། འདིའི་རྗེས་ལ་ཡང་ད་འདི་རུ་བ། ཨོ། ད་མགོ་རྗེན་གྱི་ཡི་གེ་རེད་འདི་ན་ར་མགོ་རྗེན་ཅིག་འདུག་བ། མགོ་རྗེན་ཡི་གེ་ནས་ར་མགོ་ལ་མགོ་ས་མགོ་འདི་གང་ལ་ངེས་ཀྱི་རྟགས་རྒྱབ་ནས་བཞག་ནས་ནི་བ་དེ་ལ་ཡང་ད་ད། ལ་མགོ་དང་ས་མགོ་ཡོད་རེད་བ། ལ་མགོ་ས་མགོ་འདི་ཚོ་ལ་ཡང་སྒྲ་གདངས་ཀྱི་ཆ་ནས་ཁོ་ལོ་ག་མེད་པ་ཡིན་ཙང། གཉིས་ཀ་ལས་རེ་རེ་རེ་རེ་ཚང་མ་ལ་བྱིན་ནས་མོ་གོ་བ་བྱེད། གཅིག་ལ། ཨ་ནེ་ཡིས་སྒྲ་གདངས་དེ་ལབ་ཚར་ན་གོ་ཆོད་པ་བྱེད་པ་བྱེད་ཡིག་གཟུགས་ལ་ཁ་ཁ་ཡིན་ཙང་ཡིན་ན་སྒྲ་གདངས་ལ་གཅིག་པ་འདེགས་ཡོད་ཙང་ངེད་ཀྱིས་མོ་གོ་བ་བྱེད་བྱས་ཡོད་ཡིན་ན་མ་གས་ཞག་ཞོད་བ། འོ་དེ་རྒྱུ་མཚན་ད་དེ་སོ་སོའི་གི་ལབ་ངེས་གྲོགས་ན་སོ་སོའི་ཟུར་ལ་སྦྱར་ན་འགྲིག་གི་རོ་བ། ཡིག་ནག་ལ་མང་པོ་བྲིས་མོ་གོ་བ་བྱེད་གཅིག་གི་གོ་ཆོད་པ་བྱེད་པ་ད།

འགྲིག་སོང་ཨ། འོ་ཡ། ད་འདི་སྒྲ་དེ་ལབ་ཤེས་པ་ཡིན་ན། ད་འདི་སྒྲ་དེ་རེ་རེ་རེ་རེ་ལ་སོ་སོའི་གི་དབྱངས་ཡིག་སྦྱར་ཡོང་དུས་ད་དཔེར་ན་དང་པོ་དེ། ར་ཀ་དང་ཀ་ཡིན་པ། ཀ་ཟེར་དེ་ལ་ཨི་ཟེར་སྒྲ་དེ་མཉམ་པོ་སྦྱར་ཏེ་ཀ་དང། ཨི་གཉིས་མཉམ་པོ་སྦྱར་ན་ཀི་ཀུ་ཀེ་ཀོ་ཆགས་པ་རེད། ད་གི་གུ་གེ་གོ་ཆགས་པ་རེད། ངི་ངུ་ངེ་ངོ་ཆགས། ཇི་ཇུ་ཇེ་ཇོ་ཆགས། སྙི་སྙུ་སྙེ་སྙོ།

འདིའི་སྒྲིག་པ་བྱེད། ད་འདི་ཡ་ཐག་ལ་རེད་ད། ཡ་ཐག་ད་འཇིག་རིང་ར་མགོ་ཅན་ཡིན་པ་ད་འདི་མདོག་ཅན་གྱི་ཡི་གེ་ཡ་ཐག་རེད་དོ། མདོག་མགོ་ཅན་ཡི་གེ་གསུམ་འགྲོ་ས་སོང་ང། ར་མགོ་ལ་མགོ་ས་མགོ་གསུམ་འགྲོ་ད་མགོ་ཅན་གྱི་འགྲོ་ཚར་བ་ཅིག་སྒྲ་གདངས་གཅིག་པར་བ། ད་མདོག་ཅན་ལ་སླེ་འོང་འདི་རྩམ་པ་ཡ་ཐག་བྱེད་དང་པོ། ཡ་ཐག་བདུན་འདི་ནང་ལོགས་ད་དང་པོ་དེ་ག་རེད། ཀ། ཡ་ཐག་ཀ་ལ་ཡ། ཏག་ཡོད་ཙང་ཀ་ཡ་ཏག། ཀྱ། ཁ་ཡ་ཏག།

དག་ཡིག་གི་ཆ་ནས་འགྲོ་སྟངས་ཀྱི་ཆ་ནས་གོ། དུ་ཡིག་གི་གཟུགས་མ་འདྲ་བ་ཅིག་སླེབས་པ་རེད་མ་གཏོགས་སྒྲ་གདངས་དག་རམ་གཅིག་པ་འདས་སོང་ཨ། འདི་བསམ་བློ་བཏང་བཞིན་དུ་ཅ་ཅ་ཞྭ་ཉྭ་ཟེར་ལབ་བཞིན་གྱི་ཡོད་ན། འདི་འདས་ལབ་བཞིན་ཡ་རེད་པ་ཡ་ད་ཅ་ཟེར་ལབ་ཞྭ་ཡ་རེད་ཕ་ཡ་ད་ཆ་བ་ཡ་ད་ཆ་མ་ཡ་ད་ཉྭ་ཟེར་ར་ཡ་རོ་ཨ། ད་འདི་སྒྲ་དེ་ལབ་བཞིན་ཡིན་པ་ཡིན་ན། ད་འདི་རེ་རེ་རེ་རེ་ལ་དབྱངས་ཡིག་ཞིག་སྦྱར་ནས་ཡ་དབྱངས་ཁོ་རང་གི་སྒྲ་སྒྲ་གདངས་ཁ་ཁ་ཡིན་ཙང་ཨེ། དབྱངས་ཡིག་ཞིག་སོ་སོ་སོ་ལོ་ཀ་ལ་སྒྲ་གདངས་རེ་རེ་རེ་སྦྱར་ནས་ག་འདྲེ་ལབ་དགོས་ཀྱི་འདུག་སྒྲ་དེ་བཟོས་བཞིན་གྱི་འདུག་པས་བལྟ་དགོས་ཀྱི་ཡོད་རེད། ད་དཔེར་ན་ཀ་ཡ་ད་སྐྱ་ཟེར་ཡིན་ཙང།

ཏཱ་ཧ་དེ་ལ་ཡང་ཏེས་ཀ་ལས་ཡོར་ཧ་ར་ཏཱ་ཧྲ་ཨ་ཡིན་པ་ཧྲ་ཧ་དང་ར་མཉམ་པོ་དོར་ན་ཧྲ་སི་ལས་ཧྲ་ཏཱ་ཧྲ་སི་ལབ་ཤེས་པ་ཡིན་ན་ཏཱ་ཧྲ་དེ་ལ་ཡང་དབྱངས་ཡིག་བཞི་དུ་སྦྱར་ནས་སྒྲ་གདངས་ཁ་ཁ་ཆག་འགྲོ་གི་ཙང་ཧྲི་ཧྲུ་ཧྲེ་ཧྲོ་ལབ་བར་འགྲིག་སོང་ཨ། ཧྲི་ཧྲུ་ཧྲེ་ཧྲོ་ཆགས་སོང་ཨ། དེའི་འགྲིག་པ་ཅི། ད་འདི་རྗེས་ལ་ག་རེ་རེད་དོ་བསམ་ན། ད་འདི་ལ་ལ་དྭགས་རེད་དོ་ཨ། ད་འདོགས་ཅན་ཡི་གེ་གསུམ་པ་ལ་དྭགས་དེ་ལ་དྭགས་དྲུག་དུ་བ་འདི་ནང་གི་ལ་དྭགས་འདི་ད་དཔེ་ལས་ལྷག་པོ་རེད། བཟའ་དེ་གཅིག་པུ་གཅིག་ཁྱེད་རང་བསམ་བློ་བཏང་དང་བཟའ་དེ་ཁོ་རང་གཅིག་པུ་གཅིག་སྒྲ་དེ་ལ་ག་རེ་ལགས་པར་ཟེར་ན་བཟའ་ལ་སྟག་བཟའ་ཟེར་ལགས་པར་བཟའ་བཟའ་ལ་སྟག་བཟའ། གཞན་དག་ཚང་མ་ལ་བླ་ལ་བླ་རང་འཇགས་རེད་ཀ་ལ་སྟག་བླ་ག་ལ་སྟག་བླ་བ་ལ་སྟག་བླ་རེད་དེ་ནས་ར་ལ་ཡང་ར་ལ་སྟག་བླ་ས་ལ་སྟག་བླ་ཟེར་ལ་བས་རེད་བཟའ་ལ་སྟག་བཟའ།

མེ་དུས་ཙམ་པ་ན་འདི་འདྲ་གཉིས་དེ། ལོ་ག་གཉིས་དེ་ལབ་ཙམ་ན་ཚང་མར་གོ་ཆོད་པ་བྱེད་ཀྱིན་ད། ད་དཔེར་ན། བླ་ཟེར་དེ་ཡིག་མ་ལྔ་ཡིན་ཙང་གཅིག་ལབ་པས་མོ་གོ་ཆོད་པ། ཀ་ལ་ད་བླ་ར་བ། ག་ལ་ད་བླ་བ་ལ་ད་བླ་ར་ལ་ད་བླ་ས་ལ་ད་བླ་ཡིན་ཙང་ད་བླ་ཟེར་དེ་ཤེས་ཙམ་ན། ད། དབྱངས་ཡིག་བཞི་དེ་སྦྱར་ཡོང་དུས་ཙམ་པ་ལ་སྒྲ་གདངས་ད་གར་གཅིག་པུ་གཅིག་རྐྱང་རེད། གླི། གླུ། གླེ། གློ་སི་ལ་བས། གླི། གླུ། གླེ། གློ། གླི། གླུ། གླེ། གློ། གླི། གླུ། གླེ། གློ་སི་ལ་ཡས་ཚང་མ་གླི་གླུ་གླེ་ལ་གཅིག་པ་རེད་དོ།

ད་ཡི་གེ་འབྲུ་དེ་མང་རེ་མང་རེ་སྦྱར་ཡོང་སྐོར་དང་ད། ར་ཆེ། ཀ་ཆེ། ཡ་ཆེ། ཁོ་ཚོ་གསུམ་མཉམ་པོ་ཡར་བཏགས་ནས་བསྡོམས་ཡོང་གི་འདུག་བ་དེ། ར་ཀ་བཏགས་ར་ལ་ཀ་བཏགས་པ་ཡིན་ཚ་ར་ཀ་བཏགས་ཀ་ཆེ། ད་ཀ་དེ་ལ་ཡ་འདོད་ཡ་བཏགས་ཅིག་བཏགས་པ་ཡིན་ཚ་ཀ་ཡ་བཏགས་སྐྱ་ཆེ། དེ་ནས་ད་ག་ནང་བཞིན་ར་གི་བ་ལ་ག་བཏགས་པ་ཡིན་ཚ་ར་ག་བཏགས་ག་ཆེ། ག་གི་བ་ལ་ཡ་བརྒྱ་དེ་ཙམ་པ་ལ་ག་ཡ་བཏགས་བརྒྱ། ད་ག་ནང་བཞིན་ར་མ་བཏགས་རྨ། རྨ་ཡ་བཏགས་རྨྱ།

བྱས་ཙང་མགོ་ཅན་ཡི་གེ་ས་ལ་བཞག་ནས་ཡ་ཐག་རྒྱག་སོང་ན་ལྔ། རང་གི་མགོ་ཅན་ཡི་གེ་ར་ལ་བཞག་པ་ཡིན་ན་གསུམ། འགྲིག་སོང་ཨ། ད་དེ་བྱས་འོང་དུས་རྩམ་པ་ལ་རྟགས་ག་འདྲས་སུ་ཀློག་དགོས་རེད་ཀློག་ཡ་དཔེ་ལ་བར་ར་ཀ་ད་ཀ་ཡེ་ད་ཀྱ་རེད་ས་ཀ་ད་ཀ་ཡེ་ད་ཀྱ་རེད། ར་ཁ་ད་ཀ་ཡེ་ད་རྒྱ། ས་ཁ་ད་ཀ་ཡེ་ད་རྒྱ་བྱས་འདུག་རྩམ་པ་ལ་དབྱངས་ཡིག་སྦྱར་ནས་སྒྲ་གདངས་བསྡུས་ནས་ཀློག་ཡོང་དུས་སྒྲ་གདངས་ལོག་ག་ཁེལ་མི་འདུག་བ་ཨང། མི་ཡོན་ཏེ་རྩམ་པ་ལ་སྒྲ་གདངས་གཅིག་གིས་གོ་ཆོད་པ་བྱེད་ཀྱི་ཡིན་ད། ད་དཔེར་ན། ར་ཀ་ད་ཀ་ཡེ་དེ་དང་ས་ཀ་ད་ཀ་ཡེ་གཅིག་པ་ཡིན་ཙང་ངེད་ཀྱིས་གཉིས་བཟོས་ཡོད་མ་རེད་དེ་གོ་ཆོད་པ་གྱིས་ཤར། ད་ཡིན་ད། ར་ཀ་ད་ཀ་ཡེ་དེ་སྐྱ་ཡིན་ཙང་ད་དེ་དབྱངས་བཞི་རེ་སྦྱར་དུས། ཀྱི། ཀྱུ། ཀྱེ། ཀྱོ། ཆ། བར། ད་ར་ཁ་ད་ཀ་ཡེ་དེ་རྒྱ་ར་བ། གྱི། གུ། གྱེ། གོ། ཆ། བར།

ད་ས་ཀ་ད་ཀ་ཀ་ར་ད་ཀྲ་སི་ལ་ཡིན་ཚ་ཀྲ་སེ་གི་སྒྲ་དེ་སླེབས་ཚར་དུས་ད་ཀྲ་སེ་གི་སྒྲ་དེ་རང་འཇགས་བཞག་ཁོ་ལ་དབྱངས་བཞི་དེ་སྦྱར་དུས་ཀྲི་ཀྲུ་ཀྲེ་ཀྲོ་ཆགས་པར། ད་དེའི་རྗེས་ལ་ས་ཁ་ད་ག་ར་ད་སྒྲ་ར་བ་སྒྲ་སེ་དེ་ལ་ཡི་གེ་ཀྱི་དབྱངས་བཞི་སྦྱར་དུས་ཀྲི་ཀྲུ་ཀྲེ་ཀྲོ་ཆགས་པར། ས་པ་ད་པ་ར་ད་ཀྲ་ཡིན་པ། ད་དེའི།

ཁ་ཟས་རྟ་དེ་ཚུར་ཁ་ཏག་ཏག་བསྡད་ཡོད་ན་ཁ་རྟ་དེ་ཁ་བརྡུང་བསྡད་ཡོད་ན་ཨ་ནི་རྟ་རང་ལབ་གི་རེད་བ། རྟ་དེ་ཁ་ཕག་ལོག་པ་ཡིན་ན་ཨ་ནི་དེ་ལ་ཡ་སྐྲ་ཟེར་ལབ་གོ་རེད་རྟ་ལབ་གི་མ་རེད་བྱས་ཙང་ནམ་རྒྱུན་ང་ཚོ་རྟ་ལོག་སྐྲ་ཟེར་རྒྱུ་མཛད་དེ་རེད་བ་རྟ་ལོག་སྐྲ། ཐ་ལོག་ཁྲ། ད་ལོག། ཨ་ནི། སྒྲ། ན་ལོག་སྣ། ཤ་ལོག་ཁ། ཀ་ཤ་ལོག་ཁྱ། དེ་ཚོ་མ། སྐྲ། ཁྲ། སྒྲ། སྣ། ཤ། ཁ། ཁོ་སི་བས། མར་བའི་ཁོ་སི། ག་ས་ཤ་ལོ་ཁ་ར་ཁ་ཁྱ་རེ་ཁོ་སི། ཁོ་སི། ཀྲ་ཁྲ་དྲ་ན་ནི་ཁ་ཁྱ་སི་དུག་ཆགས་སོང་ཨ། ཡ་ད་དེ་ནས་ཐུག་པོའི་ཡི་གེ་རོ་གང་དེ་ལོག་པའི་ཡི་གེ་རོ་བ་ད་ཐུག་པོའི་ཡི་གེ་ལ། ག་བྱེད་ག་གི་བ་ལ་ཧ་དེ་ཡ་དུ་ཨ། དེ་བ་གི་ཡི་གེ་ཚང་མ་ཧ་རེད། ཧ་དེ་ཡ་ཡི་གེ་གང་དེ་ལ་སྟག་འགྲོ་གི་ཡོད་རོ་བ་ཡ་སྟག་གི་ཡོད་རོ་བ་ད་དེ་ཚང་མ་ལ་ག་ལ་ཧ་སྟག་པ་ཡིན་ན་ག་ཧ་སྟག།